གལ་ཏེ་ངས་རྣམ་པ་གླིང་ག་ལ་བསྙེན་བཟང་དེ་འདྲ་ཞིག་ཞུ་བར་བྱེད་ནུས་པ། ང་ཚོས་ལོ་ལྔ་གཉིས་ལ་ང་རང་ཚོ་མོ་ཏྲ་ནང་ལ་སྣུམ་གྱི་བླུགས་ཡོད། དེ་སྣུམ་དེ་དང་བདག་འདྲ་ཆ་ནས་སྣུམ་གྱི་བླུགས་ཡོད། སྣུམ་དེར་ངས་གཅིག་པ་ཁྱུ་ནས་མར་བདའ། ལོ་ལྔ་གཉིས་ལ་སྣུམ་དེས་ང་རང་ཚོ Petrol གཙང་མོ་གཙང་ཉག་ཆ་དོད། པེ་ནི་བདག་འདྲ་ཆ་ནས་ང་རང་ཚོ་སྣུམ་གྱི་བླུགས་ཡོད། དེ་སྣུམ་འདི་ཚོ་ག་རེད། Petrol མཉམ་དུ Ethanol Mix བྱས་ཡོད་སྣུམ་ཉག་ཉག་རེད། ད་འདི་ཁ་བ་ཆུང་ཆུང་འདི་ཡི་རོ་རྒྱ་གར་ནང་ལ་མོ་ཏྲ་དང་པོ་མང་པོ་ཅིག་གི་སོ་སོ་སོ་མོ་ཏྲ་དང་འབངས་པ་ཡི་རོ་ལྷོ་ལྷ་འགྲོ་བའི་གི་ནི་གནས་ཚུལ་རོ་དེ་འདྲའི་མང་པོ་ཆགས་འདོད་རེད། མི་མང་པོ་ཅིག་གིས་ད་ལྟ་ཆགས་ལ་ནི་ད་ལྟ་ཆགས་ནས་གཞུང་ལ་འདི་གི་སྐོར་ལ་ནི་སྐད་རྒྱག་བཞིན་པ་རེད། འདི་སྣུམ་འདི་མེ་བ་བཟོ་དགོས་འདུག་ལ་ནི། ཡིན་ན་ཡང་གཞུང་གཉིས་ནི་རྒྱུ་མཚན་གཅིག་ཡོད་ཙམ་གྱིས་དུས་སྣུམ་འདི་བཟོས་རོགས་ཡོད། དེ་རྒྱུ་མཚན་འགལ་རེད། སྙི་བ་འདི་ལོས་རོགས་གཞུང་གཉིས་ནི་དེ་སྣུམ་འདི། Market ན Introduce བྱས་རྗེས། ཁེ་ཕན་འགའ་རེ་བྱུང་ཡོད་རེད། ཡང་ན་འདི་གིས་ཅིག་གི་ལོགས་རེད། གྲོང་འགྲོ་རྗེས། འགའ་རེ་བྱུང་ཡང་ཉན་ག་རེད་རོགས། གསུམ་པ་འདི་ལ་དེ་རིང་སང་ང་ཚོ་བོད་པ་ཕལ་ཆེར་དག་འདི་དཔེ་འཇོག་ཨོ་བཟོས་དུས་ཙམ་པ་རོགས་གོང་བཀའ་དྲིན་གྱིས། ཨ་ནི། སོ་སོ་ངོས་ནས་སོ་སོ་མོ་དྲག་ད་དེ་སྣུམ་དེ་གི་སྣུས་དམར་སྐྱའི་ཆེད་དུ་ག་རི་འགའ་རི་བྱས་ཡོད་མེད་ག་རི་བྱེད་ཐུག་གི་ཡོད་མེད་རོ། ཨ་ནི་བྱུང་ན་མོ་དྲག་ནི་མོ་དྲོ་རྙིང་པ་ག་ཚོས་རྙེད་ལ་སོ་སྣུམ་འདི་མཉམ་དུ་ཨ་ནི་ཤིང་གི་ནང་མ་ཞུ་ན Compatible རེད་ར་སྣུམ་འདི་འདི་བྱེད་ཐུག་གི་མེད་པས་འགའ་ར་སྣུམ་དེ་བེད་སྤྱོད་མ་བྱེད་ན་ཡག་ག་ཡོད་མེད་རོ། དེ་སྐོར་ལ་ཨ་ནི་ཐུན་བསྡུས་ཀྱི་འགྲེལ་བཤད་རྒྱག་པ་ཙམ་རོ། བསྙོན་དང་པོ་དེ་ལ་ཨ་ནི་དེ་ལ་ཉིད་ཀྱི Channel དེ་ལ་རེད་རོ།

དེ་འདྲའི་ཆེད་དུ་བེད་སྤྱོད་བྱེད་དགོས་རེད། ད་འདི་དེ་ཉེ་ཆར། ད་ལོ་ཁ་ཤས་ཤིག་ལ་རྒྱ་གར་གཞུང་ངོས་ནས། རྒྱ་གར་གྱིས་ང་རང་དུ་མོ་ཏྲ་དང་སྦག་སྦག་དེ་འདྲའི་ཆེད་དུ་སྣུམ་པད་ཀྲོལ་གཙང་མ་དང་མཉམ་བེད་སྤྱོད་བྱེད་ཀྱི་ཡོད་རོགས་དེ། ད་དེ་མཉམ་དུ་མིག་བྱེད་ཆེད། མིག་བྱེད་ཆེད་ཨ་ནི་ཅིག་བེད་སྤྱོད་བྱེད་དགོས་ཚུལ་ན་ག་འདྲས་འདོད། འདི་ག་ལ་ཨ་ནི་རྒྱ་གར་གཞུང་ངོས་ནས་ཨོ་ལི་ཏི་ཡོད་རོགས་འདི་ག་ལ་ཨ་ནི་འདི་བྱེད་དགོས་ཐུག་ཚར་རེད། Test། ལག་རོགས་བྱེད་དགོས་ཐུག་ཚར་རེད་རོགས་ལོ་མང་པོ་ཅིག་ཉིན།

དེ་ག་ལ་ན Plant Based སྣུམ་གྱི་ཆ་རྒྱུས་ཡོད་རེད། ཡོད་ཡ་ཡོད Petrol ཡོད་རེད་དོ་ལི་ཁྲ་གཅིག་ནང་ལ Petrol བརྒྱ་ཆ་བརྒྱད་ཅུ་ཡོད་རེད་བརྒྱ་ཆ་ཉི་ཤུ་འདི་ཡོད་རེད། ན་བརྒྱ་ཆ་ཉི་ཤུ་མ་གཞི་མེད་བ་རེད་གཞན་ནས་ཡོད་འདོད་རྒྱ་ཡོད་སོ་སོ་གི་མོ་ཏྲ་ནང་ཡོད་ར་མོ་ཏྲ་འཕྲོ་བརླག་འགྲོ་ཡས་དང་སྦར་བར་ཚིག་ཟོས་གོ་ཐོས་ཡས་དང་གྲོ་སང་ཤུགས་ཆེན་པོ་འགྲོ་ཡས་དང་དེ་འདྲའི་གྱི Already དེ་འདྲའི་གྱི Cases མང་པོ་བྱུང་གྱི་ཡོད་རེད་རྒྱ་བ་ན། སྣུམ་འདི་ཡོད་ར Ethanol དེ་གི Petrol དང་གཅིག་ཁོ་རང་གི་ཁྱད་ཆོས་ལོགས་ཀ་ག་རེ་ཡོད་ལ་ན་རོ།

ཡོད་རོ། ནགས་ལོ་ལ་ཕྱུགས་ཀྱི་དེ་མང་ཐ་ནས། ཕྱུགས་མང་པོ་དང་འོ་ཆུའི་ཁུག་ཚུར་ནས་རོ། དེ་འདྲའི་བཀའ་ཉན་ཤུགས་ཆེན་པོ་བྲིས་ཀྱི་ཡོད་རོ། སྙི་བ་དེ་ལ་ཨི་ཐེ་ནོ་དེ་ག་རེ་ཡོད་ལ་ན། ང་རང་དུ་ལྕགས་ལ་རྙིང་པ། ལྕགས་རྙིང་པ་དང་གེགས་རྙིང་པ་རུ་དང་དེ་འདྲ་ག་རེ་ཡིན་ནི་ར་དེ་ཚོ་མཉམ་དུ་ག་ལ་འོ་རེ། ཤུགས་ཆེན་པོ་གིས་དེ་བྲལ་བ་བྱེད་ཐུབ་ཀྱི་ཡོད་མ་རེད། སུམ་པ་དེ་ལ་ག་རེ་བྱ་འོ་རུ་ལ་ན་སུམ་པ་དེ་ལ་ཡོད་རོ། ཨི་ཐེ་ནོལ་དེ། པེ་ཏྲོལ་གྱི་དཔའ་བས། དེ་ན་ཨི་ནེར་ཇི་ཉུང་བ་ཡོད་རེད་རོ། ཨི་ནེར་ཇི་ཉུང་བ་ཡོད་ལ་ན་ད་དེ།

མི་ཕལ་ཆེར་གྱི་བསམ་སྐྱོ་རེད་རོ། ཕལ་ཆེར་ཕལ་ཆེར་ཨི་ཐོན་ནོ་འདི Introduce བྱེད་དགོས་རྒྱུ་མི་འཛིན་འདི་ག་ལ་ན་ང་རང་ཚོ་སྣུམ་གྱི་གོང་ཚད་མང་ཉུང་གི་ལྟ་ཡང་བྱོས་དང་མི་མང་མུག་མུག་ལ་བོར་ར་དང་འཛམ་གླིང་ཡོངས་ལ་རེད། ད་སོ་སོ་གི་སྣུམ་གྱི་གོང་ཚད་ཡར་འཕར་དུས་ཙམ་པ་ལས་རོ། སྐད་བགྱིད་དོ་མི་མང་ཚང་མ་དེ་སྐད་བོས་ཀྱོ་སྣུམ་གྱི་གོང་ཞུགས་པོ་ཆག་ཆོག Gas Prices ཡོད་ཡོད་འཕར་གྱི་འདུག Energy Crisis ལན་སྐད་ཞུགས་བགྱིད་གྱི་འདུག་འདི་ཉུང་ལྟ་ཡང་བྱེད་དུ་རེད་ན་བསམ་སྐྱོ་རེད། But that is a very small reason དེ་དེ་རྒྱུ་མཚན་ཡོད་ཆུང་ཆུང་ཆ་དེ་རེད་རོ།

རྒྱ་གར་ཁོ་རང་ཡང་ང་རང་ཚོའི་ཡུལ་ནང་མི་འདུག་རྒྱ་གར་ཁོ་རང་ལུང་པ་ནང་ལ་དེ་ག་ཟེ་གའི་སྣུམ་སྟོན་ཡན་གྱི་ནུས་པ་ཡོད་མ་རེད། མི་མང་གང་སར་ད་ང་ཡོད་རོགས། དེ་དོན་ཚང་མ་ལ་ཕྱི་རྒྱལ་བའི་སྐབས་ནས་ཡང་ནི་འདི་ཕྱི་བར་ཨིན་པོར་བྱེད་དགོས་རེད་རོགས། འདི་ཨིན་པོར་གྱི་རེད་དེ་དེ་ཕྱི་དེ་རེ་ལན་ཞིག་ཏོག་དེ་ཉུང་རེ་ཏང་ཡན་ཆེད་དུ་ངས་དང་པོ་བ་དེ་རེད། གལ་སྲིད་ད་མནའ་མ་ལས་འགལ་སྲིད་ཡོད་རེ་ཁ་ཚིག་ཉེ་བྱ། ང་ཚོ་དེ་ཨ་རི་དང་ཨ་ནི་དེ་ཨི་རན་གྱི་དམག་རུ་ཡང་མ་ཤོར་དུས་ཙམ་པ་ལ་རོགས། ཕ་ཡིས་ལ་ང་ཚོ་དེ Strait of Hormuz ལས་འཛུབ་བསྒམ་བྱས། ཏང་ཡིན་མང་པོ་ཁྲིད་སོང་རྒྱ་གར་ལས་སྣུམ་མ་རག་སྣུམ་དགོངས་ཕར་ཉི་མ་ཉི་མ་སྣུམ་བཟོ་གོ་ཚོ་ཉི་མ་ཉི་མ་སྣུམ་མི་ལེན་མི་ལེན་བེར་ལེགས་རྒྱུ་རེད་འདོད་རྒྱ་འདོད་ཀྱི་སྡང་གི་ཡོད་མ་རེད་རོ་ཉི་མ་ཉི་མ་དེ་རན་གྱི་རྒྱ་གར་ལུང་པ་དེ Smoothly རན་བྱས་བྱས་ལ་དེ་དུས་ཙམ་དཀའ་ངལ་ཤུགས་ཆེན་པོ་ཁྲིད་སོང་ཅི་མ་ཐབས་ཕྱིའི་རྒྱལ་ཁབ་ཅིག་ལ་ད་རེད་དེ་འོག་ཏུ་ཧམ་ཕ་ནད་ཅིག་མེ་འོག་རུ་ཟོས་བྱས་ན་ཚ་ཚ་དོ་དེ་ཅུ་ལ་དེ་མ་ཡོང་བའི་ཆེད་དུ་རྒྱ་གར་གཞུང་ཡོང་ན་ག་ལི་ག་ལི་ཨ་ནི་དེ

ང་རང་ཚོ་ལུང་པ་ར་རྒྱ་གར་ཨོ་ར་ནང་ལོགས་ལ་བསྡད་ཡོད་ཆེད་དུ་བེད་ཤ་ཟེར་གལ་སྲིད་རྒྱ་གར་ཨོ་ར་ནང་ལོགས་ལ་སོ་སོ self sufficient སྣུམ་ཅིག་སྟོན་ཐུབ་གི་ཡོད་ན། ཨ་ཕྱིའི་རྒྱལ་ཁབ་ལ་ནུབ་བེད་ཤ་སྤྲད་འོང་མ་རོགས་ཡ། དེ་ག་ཟེ་ལུང་པ་གི་ཇི་ཏི་པི་དང་ཨེ་ཁོ་ནོ་མི་ཡར་རྒྱས་འགྲོ་རོགས་ཨ་དེ་བེད་ཤ་དེ་རྒྱ་གར་ལ་བེད་སྤྱོད་བྱེད་རོགས། འོ་དེ་དོན་དག་རེད་རོགས་རྒྱ་གར་གཞུང་ཡོད་ནས་ད་དེ་འདྲའི་རེས་གཟའ་འདི་འདྲ་མང་པོ་ཅིག་བསམ་བློ་བཏང་བྱེད་རོགས་རྒྱུ་མཚན། མང་པོ་ཅིག་བསམ་བློ་བཏང་བྱེད་ཨ་ནི་དེ། སྣུམ་དེ་བཟོས་ག་ཡེ་རེད་རྒྱུ་མཚན་གནད་འགག་རེད་བྱེད་ན་མི་འདོད་དེ་འདྲ་ཅིག་བྱེད་རྒྱུ་རེད། ད་ཡིན་ནའི་གི། ད་དེ་བྱེད་འགོ་བཙུགས་ཚར་ནས་མི་འདོད་ད་ད་ཆ་ནས། རྒྱང་ན་དཀའ་ངལ་ཤུགས་ཆུང་པོ་འཕྲད་ཡོད་རེད་འདུག་བོད་ཆོས་བྱེད་ངེས་སུ་རེད་ང་རང་ཚོ་སྐབས་དེར་ཁ་མཚོན་དམར་འདུག་མཚོ་ཤར་ལ་མང་རོགས་རྒྱ་གར་གྱི་མི་མང་ཆ་དེ་རོགས་མི་མང་ངོས་ནས་ཨ་འདི་ག་ལ་སྐད་མང་པོ་ཞིག་རྒྱག་གི་ཡོད་རེད་ཁ་བྱང་མི་མང་ལ་ཁ་ར་ཉིན་ཤག་གི་དུ་སོ་སོ་ཉིན་རེ་ཉིན་རེ་དཔེ་ཤག་བཟང་ཡས་ཉིན་རེ་ཉིན་རེ་འགྲོ་སོང་བཏང་བསྡད་ཡིན་རོགས། ཨ་ནི་མོ་དྲ་འདི་ཚོ་སྣུམ་དུད་བསྟི་ཟེར། གླུ་གའི་གོ་ཚུལ་ཙམ་ཡིན་སྣུམ་འདི་མ་ཤི་ར་ཡིག་མེད་དུ་ཙམ་པ་ལུག་རྫི་ཙམ་པ་ལ་སྣུམ། མོ་དྲ་འབར་བར་འཕྲོ་བརླག་འགྲོ་ཡས་དང་ཕན་ཆིན་ནང་ལ་རྩ་རྒྱས་ཡས་དང་འབར་བར་ཟོས་འོག་འཐུ་ཡས་དང་འགྲོ་སོང་ཤུགས་ཆུང་པོ་འགྲོ་གི་ཡོད་ཙང་ཁོ་རང་ཚོ་ངོས་ནས་ད་ཁ་ར་ཉིན་ཤག་གི་དུ

ཉེ་བ་འདི་ལ་མོ་ཏོར་ཨེན་ཇིན་དང་དེ་མ་འབར་བར་འཕྲོ་བརླག་འགྲོ་རྒྱུར་མེ་ཀེ་ནིག་རྣམས་འགྲོ་དུས་དང་པ་མེ་ཀེ་ནིག་གིས་དེ་འདྲའི་རོ་བྱུང་ཚོད་ག་ལ་བ་རེད་ཀྱོ་དེ་སྣུམ་འདི་བེད་སྤྱོད་བྱེད་མཁན་གྱི་རེད་ལན། ར། དེ་འདྲ་བྱུང་ཡོད་ཀྱི་རེད་ར། ཨ་ན་མེ་ལན་གྱི་བསམ་ཤེས་ལ། ར། རྒྱ་གར་གཞུང་གིས་སྨྱོན་ནད་རྒྱུ་མཚན་དེ་ཕྱིས་ཀྱི་རྒྱལ་ཁབ་ནས་ར་སྣུམ import བྱས་ཀྱི crude oil རེད་ར། དེའི dependency དེ་ཉུང་བཏང་ཡའི་ཆེད་དུ་དེ ethanol དེ་འདྲི་གྲོས་བྱས་ཡོད་རེད་ར། ཨ་ན་མེ་ལན་གྱིས་དེ་ལ support བྱེད་ཀྱི་ཡོད་མེད་ར་ངས comment ཞུ་རོགས་བྱེད་དོ་ར།